ད་ནི། དྲུག་པ་གཙོ་བོ་ནི་མདོ་སྡེ་རྒྱན་ལས་ཆོས་རྒྱན་ཚུལ་ཁྲིམས་དག་པ་དང་མི་སྐྱེ་བཟོད་པ་ཐོབ་ངེས་དང་ཐག་ཆེན་བརྩོན་འགྲུས་བརྩོན་པ་དང་ཐར་ལ་སྙིང་རྗེའི་བདེ་གནས་དང་ཤེར་བུ་བློ་ལྡན་རྣམས་ཀྱིས་ནི་ཕ་རོལ་ཕྱིན་པ་གཙོ་བོར་འདོད། དེས་ཕ་རོལ་ཏུ་ཕྱིན་པ་དྲུག་ཉམས་སུ་བླང་བ་དེ་ཚེ་ན་གཙོ་བོ་དང་འཕར་བ་གིས་ཁྱབ་པར། ཡང་མིན་ན་ཕ་རོལ་ཏུ་ཕྱིན་པ་དྲུག་གི་ནང་ལོགས་ནི་གཙོ་བོ་གང་དག་རེད་ཟེར་རོ་དེ་རེད། དཔེར་ན། སྦྱིན་པ་མང་པོ་ཡོད་པའི་ནང་ལོགས་ནི། ཆོས་ཀྱི་སྦྱིན་པ་དེ་སྦྱིན་པ་གཙོ་བོ་རེད། ཚུལ་ཁྲིམས་མང་པོ་ཡོད་པའི་ནང་ལོགས་ནི་ཟག་མེད་ཀྱི་ཚུལ་ཁྲིམས་མམ་ཡང་ན་ཉོན་མོངས་ཀྱིས་བརྟགས་པའི་ཚུལ་ཁྲིམས་ཉོན་མོངས་ཀྱིས་མ་གོས་པའི་ཚུལ་ཁྲིམས་དེ་ཡང་དག་པ་རེད། ད་ནི་བཟོད་པ་ཐམས་ཅད་ཀྱི་ནང་ལོགས་ནི་མི་སྐྱེ་བའི་ཆོས་ལ་བཟོད་པ་ཐོབ་པ། སྟོང་པ་ཉིད་ལ་བཟོད་པ་ཐོབ་པ། སྟོང་ཉིད་ཀྱི་རྣམ་གཞག་དེ་ལ་སེམས་མི་སྐྲག་པ། ཆོས་ཐམས་ཅད་སྟོང་པ་ཉིད་ཀྱི་རྣམ་གཞག་ལ་དད་པ་དང་མོས་གུས་བྱེད་པའི་བཟོད་པ། ཨོ་དེ་བཟོད་པ་རྣམས་ཀྱི་མཆོག་ཏུ་གྱུར་པ་རེད། ད་ནི་བརྩོན་འགྲུས་རྣམས་ཀྱི་ནང་ནས་ཐག་ཆེན་གྱི་ཆོས་ལ་བརྩོན་འགྲུས་བྱེད་པ་དེ་བརྩོན་འགྲུས་མཆོག་ཏུ་གྱུར་པ་རེད། ད་ནི་བསམ་གཏན་རྣམས་ཀྱི་ནང་ལོགས་ནས་བསམ་གཏན་བཞི་པའི། བསམ་གཏན་གྱི་མཐའ་མ་བསམ་གཏན་བཞི་པའི་ཏིང་ངེ་འཛིན་དེ་མཆོག་ཏུ་གྱུར་པ་རེད། བསམ་གཏན་བཞི་པའི་ཏིང་ངེ་འཛིན་ལ་གནས་ཤིང་དེ་ཡི་གྲོགས་སུ་སྙིང་རྗེ་དང་ལྡན་པ་དེ་གཙོ་བོ་རེད། དེ་ནས་ཤེས་རབ་བློ་ལྡན་རྣམས་ཀྱིས་ནི་ཕ་རོལ་ཕྱིན་པ་གཙོ་བོར་འདི་སྲིད་དེ་ནས་ཤེས་རབ་ཀྱི་ནང་ནས་ཀྱང། ཐབས་ལ་མཁས་པའི་ཤེས་རབ་དེ་གཙོ་བོ་རེད་ཐབས་ལ་མཁས་པའི་ཤེས་རབ་ཟེར་བ་དེ། སྙིང་རྗེ་ཆེན་པོ་དང་ཡང་ན་བྱང་ཆུབ་ཀྱི་སེམས་ཀྱིས་དཀྲོགས་དང་བཅས་པའི་སྟོང་པ་ཉིད་རྟོགས་པའི་ཤེས་རབ་དེ་ཤེས་རབ་རྣམས་ཀྱི་ནང་ནས་གཙོ་བོ་རེད་ཟེར། འོ་དེ་འདྲ་ཅིག་གསུང་གི་ཡོད་པ་རེད། ད་ནས་སྡོམ་པ་མི་མཐུན་པ་དང་གཉེན་པོ་བྱ་བར་ཟེར་བ་དེ་རེད་ད་ནས་མདོ་སྡེ་ཅན་ལས་ལོངས་སྤྱོད་ཆགས་དང་ཉམས་སྐྱེས་དང་ངར་སྐྱེས་གཉིས་དང་བསོད་ནམས་དང་རོ་མྱང་བ་དང་རྣམ་རྟོག་ནི་བསྟན་པ་རྣམས་ཀྱི་ཉམས་པའི་རྒྱུ་དེ་དག་གཉེན་པོ་ལ་གནས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ནི་དེ་ལས་བཟློག་བྱར་ཁྱད་པར་གྱི་སྐལ་ཅན་ཆོས་སུ་ཤེས་པར་བྱ། གང་ལྟར། ཉམས་སུ་ལེན་ཚུལ་ལམ། ཡང་ན་ཉན་པའི་སྐལ་བ་ཅན་དང་མི་ཉན་པའི་སྐལ་བ་ཅན་ཟེར་གསལ་གྱི་ཡོད་པ་རེད་ཉན་པའི་སྐལ་བ་ཅན་ལབ་ན་ཕ་རོལ་ཏུ་ཕྱིན་པ་དྲུག་ཉམས་སུ་བླང་བའི་སྐབས་སུ་རང་གི་ལྡོག་ཕྱོགས་དེ་མི་མཐུན་པའི་ཕྱོགས་དེ་ཤུགས་ཆེན་པོ་ཆགས་པ་ཡིན་ན་ཕ་རོལ་ཏུ་ཕྱིན་པ་དྲུག་གི་ཉམས་ལེན་དེ་མ་ཉམས་འགྲོ་གི་ཡོད་པ་ཡིན་ཙང་ཉན་པའི་སྐལ་བ་ཅན་ཟེར་གྱི་ཡོད་པ་རེད། དེ་ག་འདྲ་རེད་ལབ་ན་དཔེར་ན་ལོངས་སྤྱོད་ལ་ཆགས་པ་ཡིན་ན་རྒྱུན་པ་གི་ཉམས་ལེན་དེ་ཉམས་འགྲོ་གི་ཡོད་པ་རེད། ད་ནི་ང་རྒྱལ་ལ་སོགས་པ་གང་ལྟར་ཉོན་མོངས་པའི་སྐྱོན་དེ་ཤུགས་ཆེན་པོ་ཆགས་པ་ཡིན་ན་ཚུལ་ཁྲིམས་དེ་ཉམས་འགྲོ་གི་ཡོད་པ་རེད། བསོད་ནམས་ལ་དགའ་བ་རྒྱུ་ནོར་ལོངས་སྤྱོད་དང་མཚན་ནི་སྙན་གྲགས་དེ་འདྲ་ལ་དགའ་བ་ཆེན་པོ་བྱེད་པ་ཡིན་ན་བཟོད་པ་དེ་ཉམས་འགྲོ་རེད། གར་ལ་ན་བཟོད་པ་ལ་སྡུག་བསྔལ་དང་ལེན་གྱིས་བཟོད་པ་ཟེར་བ་འདྲ་བོ་དང་མི་སྐྱེ་བའི་ཆོས་ལ་བཟོད་པའི་བཟོད་པ་ཟེར་བ་འདྲ་བོ་དེ་འདྲ་ཡོད་པ་རེད། བསོད་ནམས་ལ་དགའ་བ་འདོད་ཡོན་རྒྱུ་ནོར་ལོངས་སྤྱོད་ལ་དགའ་བ། དེ་འདྲ་ཆགས་པའི་སྐབས་སུ་སྡུག་བསྔལ་དང་ལེན་བྱེད་བཟོད་པ་དང་མི་སྐྱེ་བའི་ཆོས་ལ་བཟོད་པའི་བཟོད་པ། དེ་དག་ཉམས་སུ་ལེན་ཐུབ་ཀྱི་མེད་པ་ཡིན་ཙང། བསོད་ནམས་ལ་དགའ་བ་བྱས་པ་ཡིན་ན། བཟོད་པ་ཉམས་འགྲོ་བ་རེད། རོ་མྱང་བ་དང་ཟེར་བ་དེ་བསམ་གཏན་གྱི་བདེ་བ་ལ་ཆགས་པ་ཡིན་ན་བསམ་གཏན་ཉམས་འགྲོ་བ་རེད། བསམ་གཏན་བསྒོམ་པའི་གཙོ་བོ་དེ་བདག་མེད་པ་དང་སྟོང་པ་ཉིད་ཀྱི་དོན། རྟོགས་པའི་ཆེད་དུ་རེད་མ་གཏོགས་བསམ་གཏན་གྱི་བདེ་བ་ཉམས་སུ་མྱོང་བའི་ཆེད་དུ་མིན་པ་ཡིན་ཙང་བསམ་གཏན་གྱི་བདེ་བ་ལ་ཆགས་པ་ཡིན་ན་བསམ་གཏན་ཉམས་འགྲོ་བ་རེད། ད་ནི་རྣམ་རྟོག་ཟེར་བ་དེ་རྣམ་པར་རྟོག་པ། བདེན་འཛིན་གྱི་རྣམ་པར་རྟོག་པ་ལ་སོགས་པ་སྐྱེས་པ་ཡིན་ན་ཤེས་རབ་ཉམས་འགྲོ་གི་ཡོད་པ་ཡིན་ཙང་ཨ་ནི་བྱང་ཆུབ་སེམས་དཔའ་རྣམས་ཀྱི་ཕ་རོལ་ཏུ་ཕྱིན་པ་དྲུག་བསྙེན་པའི་རྒྱུ་དེ་དག་རེད། ཡིན་ཙང་དེ་དག་གི་ལྡོག་ཕྱོགས་སྦྱིན་པ་ཡང་དག་པར་ཉམས་སུ་ལེན་པ་དང་ཚུལ་ཁྲིམས་ཡང་དག་པར་ཉམས་སུ་ལེན་པ་ལ་སོགས་པ་དེ་འདྲ་བྱེད་པ་ཡིན་ན་བྱང་ཆུབ་སེམས་དཔའ་རྣམས་ཀྱིས་ནི་དེ་དེའི་ལྡོག་ཕྱིར་བྱ་བར་ཅན་ནམ་མི་ཉམས་པའི་སྐལ་བ་ཅན་གྱི་ཕ་རོལ་ཏུ་ཕྱིན་པ་དྲུག་དེ་ཉམས་སུ་ལེན་དགོས་ཀྱི་ཡོད་པ་རེད། འོ་དེ་འདྲ་གསུང་གི་ཡོད་པ་རེད།